ཞོགས་པའི་ཉི་ཟེར་དེ་ཀྱག་ཀྱོག་ཆེ་བའི་རྩེད་ཆས་ཡི་ངོས་སུ་འཕྲོས་པ་ན། མཛངས་པ་ལི་པེ་ཀྱི་རྫ་བཟོ་འཁྲི་གཞོག་བསྟི་གནས་ཀྱི་སློབ་མ་ཚེ་ཉིན་གཅིག་གི་རྫ་བཟོ་མགོ་བཙུམས་པ་རེད། ངའི་ནང་མི་ང་འགྲོ་ཕན་ཟེར་ར་ང་འཛམ་ཐང་ནས་ཡིན། འདི་ནས་སློབ་གྲྭ་འདི་ན་ང་ཡོང་གི་འདུག་གི་ད་ཕལ་ཆེར་ལོ་བརྒྱད་ལྷག་འགོར་སོང་ཟེར་ད་དེ་ནས་ཐུགས་དང་བས་ན་འདི་ནས་རིག་གནས་ཀྱི་ད་བོད་ཀྱི་བརྡ་སྤྲོད་སྙན་ངག་ལོ་རྒྱུས་ལ་སོགས་ད་དེ་ནས་ནི་རྒྱ་ཡིག་དང་དེ་ནས་རྩིས་རིག་ལ་སོགས་གཞན་པ་ཆ་རེ་བསྐྱངས་ནི་རེད་དེའི་འཕྲོ་ནས་ལག་རྩལ་བསྐྱངས་ནི་ལག་རྩལ་ཡིན་ན་བོད་ཀྱི་གཙོ་བོ་རྫ་རིག་ལག་རྩལ་སྟབས་བསྐྱངས་བས་དེ་ནས་རྫ་རིག་ལག་རྩལ་ལ་སློབ་སྦྱོང་ཡང་ཀློག་གང་མང་བྱས་འདུག་གི་ནི་ད། སྙིང་དང་བརྡ་ལོ་དང་ལོ་ཧེ་ལེ། སྡང་བ་དང་མཉམ་དུ་དགའ་བའི་ལོ་ཟླའི་ཁྲོད། ཁོ་ཚོ་ནི་སློབ་མ་ཆུང་ཆུང་ཞིག་ནས་རྫ་བཟོ་ལས་མཁས་ཤིག་ཏུ་གྱུར་ཡོད། རྫ་རིགས་ལག་རྩལ་ལྟ་བུ་ཟེར་ན་ད་སྔོན་ནས་བརྒྱུད་དེ་འོང་ནི་ཙི་རེད་ད་ཡིན་ཡང་དེ་གའི་ནི་རྒྱུད་པ་ལ་སོགས་ཀྱི་ན་ཆོས་ཁོག་ཏུ་ཧ་ལས་པ་གསར་རྐྱང་བསྟན་པ་དུ་མ་ཡིས་ཧ་ཟོ་མེད་གི་ཡིན་ཡང་དེ་ནི་ང་ཚོས་ད་འབད་འབུངས་བཟོས་ནས་ཐང་ད་ལྟའི་ནི་རྫ་རིགས་ལག་རྩལ་འདི་ཡར་བརྒྱུད་ང་ད་བརྩོན་པ་ཡོང་ངེས་འདི་གའི་དེ་གའི་ནི་དེ་ནི་མུ་མཐུད་དུ་ཡང་དེ་གའི་ནི་འཇིག་ཤོག་ཡང་དེ་ལ་དེ་གིན་ན་སློབ་སྦྱོང་ཡིས་ད་དེ་མུ་མཐུད་དུ་མ་རབས་རྒྱུ་སྤུས་འདྲ་འདྲ་དགོས་ཀྱི། རེ་བ་འདྲ་འདྲ་དགོས་ཀྱི་ན་ཆོག། འཕྲོད་གཞུང་ལྟེ་གནས་ཀྱི་སློབ་མ་ཚོས་ཆ་སྙོམས་ལོ་ཚད་ནི་ལོ་ཉི་ཤུ་ལྷག་རེད། ཁོ་ཚོས་བཅོས་མིན་གྱི་ངོ་གདོང་དང་ལྷད་མེད་ཀྱི་མིག་ཟུང་ལས། ང་ཚོའི་དོང་ཙུང་གི་སེམས་ཁམས་མཐོང་ཐུབ། མོང་ལ་ནི་ཧྲང་ཧའེ་ནས་ཡོང་བའི་སྤྲོ་སྣང་ཆེ་བའི་བུ་མོ་ཞིག་རེད་ལ། སློབ་མ་འདི་དག་གིས་མོ་ལ་སེམས་འགུལ་ཐེབས་ཀྱི་པ་རེད།

ད་ལྟའི་སྨན་པའི་རང་བཞིན་གྱི་ངའི་ཆ་ག་ད་གི་དམག་ཧྲང་དེ་དག་ཀྱང་ཁྱད་པར་ཨེ་འདུག་གནས་ངའི་ཆ་ག་འདིས་ད་སློབ་གྲྭའི་ནང་ཡང་འདི་གའི་བོད་ཀྱི་རྫ་རིགས་ལག་རྩལ་ད་ད་གནས་ན་ད་གའི་ནི་བོད་ཀྱི་ཕྱོགས་བཟོའི་ལག་རྩལ་ད་ད་ད་ནི་རིག་གནས་གང་མང་ཟིག་ག་ད་གའི་ནི་ཁིར་གི་གཙོ་ཆེ་བ་བན། འཕྲོད་གཞུང་ཁོང་ནི་སློབ་མ་ཚའི་ཁྱིམ་ལྟ་བུ་རེད་བརྩེ་བ་ཡོད་ལ་བཀྲེས་སྐོམ་ཀྱང་བཟང་བས་མི་ཟས་བདེ་ལ་བ་དུ་སློབ་མ་ཚས་ཀྱང་ཕན་ཚུན་བར་གྱི་བརྩེ་བ་དང་འབད་རྩོད་དེ་དག

ད་སྨྱོས་ཀྱི་ཐག་ལྟར་རང་བྱིན་རང་གིས། ས་དང་ཆུ་སྙོམས་དུ་བསྲེས་ན་རྫ་ནག་ལས་ཐུབ། རྫ་ནག་བཟོ་མཁན་ཚོས་རང་གི་བློ་གྲོས་དང་ལག་བཟོ་ལ་བརྟེན་ནས་རྫ་ཆས་སྣ་ཚོགས་ལས་པས་མེས་དབོན་ཁྲོ་པའི་ངོ་མཚར་བསྐྲུན།
བརྒྱུད་རིམ་གཉིས་པར་ལྟ་བ་བཟོས་ན་ད་བྱ་ཁྱི་གོ་རེད་བྱ་ཁྱིར་ལྟ་བ་བཟོས་ན།

རྫ་བཟོ་ལས་ཀ་མི་ཤེས་དོགས་ཤིག། མི་གསོ་ཤོག་ཤེས་པར་མི་ཤེས་ལ་ལྟ། མདང་པ་ཐུག་པོ་ལས་པ་ཆགས་པའི་རྫ་ནག་ཤོག་ཤིག། མི་བཟས་བཙོང་མ་ལས་བེད་ཀྱི་རྫ་ནག་ལ་སོགས་ཤོད་པ་རེད། རྒྱུ་ཆས་མེད་པར་གྱེན་རྩིས་ཇེ་ལེགས་གཏོང་བ་དང། སྤུས་ལེགས་རྫ་ནག་བཟོ་ནས་རྫ་ནག་རེ་རེ་ལ་ཚེ་སྲོག་གསར་པ་རེ་བསྩལ། བརྒྱུད་རིམ་གསུམ་པ་ལྟ་བུ་ཟིན་ན་ད།

བཀྲ་ཤིས་དག་རྒྱལ་རྩེར་ཀུན་ན་རེ་ར་ད་ལྟ་མོ་གི་རི་མོ་གང་མང་བྲི་བཅོག་གི་འདུག་ནས་ཡི་གེ་ཡང་དག་གི་བཀྲ་ཤིས་བདེ་ལགས་ཚེ་རང་སྣོད་མིན་ལ་སོགས་ཡང་དག་མོ་མང་ང་བྲི་བཅོག་ན་རེ། འདམ་གྱི་ལས་གུད་ལ་མེ་ཡིས་བསྲེགས་ཀྱིས། འདམ་པ་བརྫིས་པ་དང་བཟོ་ཡི་བསྐོས་པ། ཀུན་རྒྱ་ནི་ལས་ནུས་ཤེས་རྗེས་རིམ་བཞི་རྫ་སྣ་དག་བྲི་རྒྱུ་རེད། བརྒྱུད་རིམ་བཞི་པ་ལྟ་བུ་བརྩི་ན་སྲོག་གཏོང་བ་རེད་ད་སྲོག་གཏོང་བ་ཆེས་གཙོ་བོ་ངོ་མ་གོ་དེ་གས་ནི་དྲོད་སྐམ་ཐོག་མར་འཛིན་གྱི་གོ་བསྟི་རེད། དེ་ཀའི་ནི་དེ་ལ་དེ་ཀའི་སྙིང་འོག་གི་སོགས་སྟོང་གཅིག་སྟེ་རྫ་མར་དང་རྫ་ནག་སོགས་ཀྱི་རྫ་མར་ལྟ་བུ་ཟིན་ན་དེ་ཀའི་ནི་དྲོད་ཅུང་མཐོ་བ་རེད་དྲོད་དེ་ཕལ་ཆེར་སྟོང་ཉིས་བརྒྱ་ལྷག་རེད་དེ་ནས་རྫ་ནག་ལྟ་བུ་ཟིན་ན་དྲོད་དེ་དགུས་བརྒྱ་ནས་སྟོང་དགུ་བར་དུ་མོ་ཟེར། རྒྱུན་ལྟར་མདོ་དབུས་མཐོ་སྒང་ལ་ཆེད་དུ་ཡོད་པའི་ནས་ཀྱི་སོག་མ་བླུགས་ནས་མེ་ཡི་བེད་མེད་ཀྱི་མཐར་འདི་སོགས་བསྲེགས་ནས་མེ་སྦར་བཟོས་རྗེས་མཐར

སྒྱུ་རྩལ་སོགས་བརྩིས་ནས་ཐོན་ལ་དཀར་ཆའི་སྡུག་རུས་ཀྱང་ལོག་གི། ལྷད་མེད་ཉིས་བརྒྱའི་ཡ་མཛའ་བཟོ་བ་འདི་དག་གིས་བོད་ཀྱི་རྫ་ཆས་རེ་རེ་གསན་པ་དང་བསྟུན་པའི་ཚེ་དང་ལྡན་པའི་ལག་ཤེས་པ་རེད་ཀྱི། ཁོ་ཚོས་རང་གི་དགའ་བཞིའི་འདམ་པ་ལ་ཅུང་ཞིག་ལས་སྣོན་བྱས་རྗེས་རྫ་ཆས་རེ་རེ་ཆགས་སུ་བཅུག་ཤིང། འཛམ་བག་ལས་བོད་ཀྱི་རྫ་ནག་དེ་ས་ཐག་རིང་པོ་ལ།